ཀརྨ་པ་བརྒྱད་པ་མི་བརྗོད་རྡོ་རྗེ་གསུང་བ་རེད། མི་བརྗོད་རྡོ་རྗེ་གི་གདམས་ངག་ནང་ག་རེ་གསུང་ཡོད་རེད་ཟེར་ན། དུས་དེང་སང་གི་སྐབས་སུ་གསང་སྔགས་རྡོ་རྗེར་འཛིན་པར་ཁས་འཆེ། བླ་མར་ཁས་འཆེ། དབང་བསྐུར་འཆད་ཉན་བྱས་སོ་ཞེས། རྒྱུད་བཤད་ཉན་བྱས་སོ་ཞེས། དཀྱིལ་འཁོར་མངོན་པར་ཤར་ཕྱེའོ་ཞེས་གྲགས་པ་ཡོད་པ་དུས་ངན་གྱི་རང་རྟགས་ཡིན་དུས་ཀྱི་བྱིན་གྱིས་བརླབས་པ་ཡིན་གསུང་བ་དེ་ཚིག་གཞི་དེ་ང་རེད། དུས་ད་ལྟའི་སྐབས་སུ། ད་དེ་འདྲའི་རྒྱུད་ལྡན་གྱི་གང་ཟག་མཚན་གཞི་འདི་ཁྱེད་རང་ཚོ་རྙེད་དགོས་ན་ང་རེད། ད་ཁྲི་མཐོན་པོ་གཅིག་གང་ལ་ཡ་བསྡད་བྱས་ནས་ཁྲི་རྫིག་པོ་གཅིག་བརྒྱབ་དེ་གང་ལ་ཡ་བསྡད། བསམ་གྱིས་མི་ཁྱབ་པའི་སྐྱེས་བུ་དམ་པ་མང་པོ་ཅིག་ང་ས་ག་ལ་བཞུགས། དེ་འདྲ་བྱེད་དུས། ཆོས་ཀྱི་ཐོག་ནས་བསམ་བློ་བཏང་ན་ཡང། མ་རུང་བ་ཅི་རེད་ཤག། རང་བློ་རང་གི་ཐོག་ནས་དཔྱད་པ་བྱས་ན་ཡང་མ་འོས་པ་ཅིག་རེད་ཤག། ཡིན་ན་ཡང། འདས་པའི་ལོ་མང་པོ་ཅིག་ཡོང་སྔོན་ལ། སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ། ཟླ་བའི་རྩ་བའི་བླ་མ། སངས་རྒྱས་དབུ་མའི་རྡོ་རྗེ་འཆང། སངས་རྒྱས་ཀུན་འདུས་ཆོས་ཀུན་འདུས། དགེ་འདུན་ཀུན་འདུས།

དེ་ལྟ་བུ་གི་ཚེ་དང་མཚན་ཉིད་སློང་བའི་གེ་དབང་ལུང་ཁྲིད་འདི་ཚོ། ད་དེ་ནས་བཟུང་སྟེ། རྒྱ་གར། བི་ཡུལ། འབྲུག་ལ་སོགས་པ་རྣམས་སུ། སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་ཞང་ཆེན་པོ་མཆོག་གི། གསང་སྔགས་རྙིང་མའི་ལུགས་ལ་ཡིན་ན་རྟ་ཕུག་གཏུག་ས་འདྲ་བོ་དེ་མདོ་སྒྱུ་སེམས་གསུམ་རེད། མདོ་སྒྱུ་སེམས་གསུམ་གཙོ་བོར་གྱུར་པའི་གསང་སྔགས་གསང་སྙིང་གི་རྟགས་སྨིན་གྲོལ་རྒྱབ་རྟེན་དང་བཅས་པ་ག་བ་གནང་པ་ཡིན་ན་ཡང་ཤོག། ཞེས་ནས་བཀའ་གནང་ནས་ཐུགས་བརྩེ་བ་ཆེན་པོས་རྗེས་སུ་བཟུང་ནས། བཀའ་དབང་གནང་ས། བཀའ་ཆོས་གསུང་ས། བཀའ་ཁྲིད་གནང་ས། ལྗགས་རྨོངས་གནང་ས་ནས་བྱས་ཏེ། མདོར་ན་སྒྲུབ་ཆེན་གྱི་ཚོགས་པ་ཡིན་ན་ཡང་ཤོག་ཞེས་ནས་བཀའ་གནང་ནས། མཆོག་གི་ཐུགས་རྗེའི་གྲིབ་བསིལ་གྱི་འོག་ནས་འཚར་ལོངས་བྱུང་པའི་ད་སྔ། ཅིག། སློབ་ཕྲུག། སྐྱབས་རྗེ་མཆོག་གི་སློབ་ཕྲུག་ནང་ནས་སློབ་ཕྲུག་ཐ་ཤལ་བ་ཞིག་ཡིན། སློབ་ཕྲུག་ཐ་ཤལ་བ་ཟེར་བའི་རྒྱུ་མཚན་ག་རེ་ཟེར་ན། སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་ཐུགས་དམ་ཉམས་རྟོགས་དེ་ཐོག་དྲགས། རང་ཉིད་དེའི་རྗེས་སུ་འཇུག་པ་པོ་ཡིན་ཟེར་ལབ་པ་རེད་དེ། དེ་ཡིས་དེ་ནི་ཅིག་བྱིན་རླབས་དེ་ཡིན་དེ་ཅིག་གསུང་ཆོས་དེ་ཚོའི་ཆ་ཤས་ཙམ་ཅིག་ཡ་ཕ་ཆེ་རང་གི་སེམས་རྒྱུད་ལ་འགོས་ཨེ་ཡོད་ན་བསམ་བསམ་འདྲ་གོ་ཆེ་རང་གི་གཅེས་པ་ཆེ་ཡང་དུས་དེ་གསུམ་དེ་འདྲ་ཅིག་གི་ནང་ལ་སྔར་ཡང་ལུས་པ་རེད་ལ་ད་ལྟ་ཡང་ལུས་ཤག་མ་འོངས་པ་ལ་ལུས་རྒྱུ་རེད། ཡིན་ན་ཡང། རིན་པོ་ཆེ་མཆོག་གིས་ཞབས་ཕྱི་ཆ་འཚལ་རྡོ་རྗེ་འཆང་ཆེན་པོ་མཆོག་གིས། ཕྱོགས་བཅུ་གླིང་པའི་གཏེར་གསར། སྨིན་གྲོལ་རྒྱབ་རྟེན་གནང་བ་རེད། དེ་དང་མཉམ་དུ་ད་ལྟ་འདིའི་སྐབས་སུ་སྙིང་ཐིག་ཡ་བཞི། བཀའ་དབང་དེ་གནང་བ་རེད། དེའི་སྐབས་སུ་འདི་ཡི་རྒྱབ་ཆོས་ད་ཁྲིད་ཡེ་ཤེས་བླ་མ་བཀའ་ཁྲིད་གནང་ཡོད་རེད། ལམ་རིམ་ཡེ་ཤེས་སྙིང་པོ་ཡང་དེའི་སྐབས་སུ་བཀའ་ཁྲིད་གནང་བ་རེད་དེ་དུས་སྐབས་གཅིག་གི་ནང་ལ་ཡ་གཅིག་གི་བཀའ་དབང་གཉིས་དང་བཀའ་ཁྲིད་གཉིས་ལྷན་གཅིག་ཏུ་གནང་བས་ཀྱི། ཞབས་ས་ལ་ཡ་ཁོས་ཐུབ་ནས་ཞབས་ས་ལ་ཡ་བསྐྱར་ཐུབ་པ་དང་དེ་ཡིས་ཚོགས་གྲྭ་ལ་ཡ་བསྐྱར་ཐུབ་པས་ཀྱི། བྱུང་བས་ཀྱི་གོ་སྐབས་བྱུང་བས་ཀྱི་ད་སྐལ་བཟང་ཞིག་ཡིན་བསམ་པའི་སྤོབས་པ་གཅིག། དེའི་རྗེས་སུ།

བརྗོད་པ་ལ་བྱིན་རླབས་ཁྱད་པར་ཅན་ཡོད་དད་པ། ནུས་པ་ཁྱད་པར་ཅན་ཡོད་དད་པ་རང་གིས་འཇོན་རང་གིས་ལྕོགས་རང་གིས་ཐུབ་ན། ཚེ་འདི་ལ་ཡང་ཕལ་ཆེར་སངས་རྒྱས་ཐུབ་མ་ཐུབ་ལ་ཐེ་ཚོམ་མེད་དད་པས་དེ་འདྲ་གཅིག་གིས། བླ་མ་ཁྱད་པར་དུ་འཕགས་པ། ཆོས་ཁྱད་པར་དུ་འཕགས་པ། བརྒྱུད་པ་ཁྱད་པར་དུ་འཕགས་པ་ཉམས་ལེན་ཁྱད་པར་དུ་འཕགས་པ་དེ་འདྲ་གཅིག་ཡོད་པ་ཡིན་དུས། དེའི་བརྒྱུད་པ་དེས་ད་རིང། ཏུ་བྱས་ནས་མ། ད་བྱས་དང་ལྕམ་དྲལ་ཐམས་ཅད་དེ་ཡང་ཕུལ་བཞག་པ་ཡིན་ན། རྒྱལ་བ་མ་གཏོགས་སྐྱོན་མཐོང་གི་མི་འདུག་བསམ་པ་གཅིག་གི་བསམ་བློའི་འདུ་ཤེས་སྔོན་དུ་དེད་སོང་བ་རེད། བཀྲ་ཤིས་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་ནས་ཡང་སྐབས་གཅིག་ཏུ་སྒྱུ་འཕྲུལ་གསང་བ་སྙིང་པོའི་བཀའ་ཁྲིད་གནང་བ་རེད། གསང་སྙིང་འགྲེལ་པ་ཕྱོགས་སྤྱི་དོན་ཕྱོགས་སྒྱུ་མོས་སའི་ཀློང་ཆེན་གྱི་གསུང་དེ་དང། འགྲེལ་པ་གསང་བདག་དགོངས་ཆེན་སྨིན་གླིང་ལོ་ཆེན་གྱི་གསུང་གཉིས་གབ་བསྒྲགས་བྱས་ནས་བཀའ་ཁྲིད་གནང་བ་རེད། སྐབས་དེ་དུས་ང་ཙམ་མ་ཡིན་པའི་ཞལ་སློབ་མང་པོ་ཡོད་རེད། ག་རེ་ཀ་རྣམ་པ་རེད་ཟེར་ན་མ་འོངས་པ་ལ་སྙིང་ཐིག་ཡ་བཞི་གཙོ་བོར་བརྗོད་པའི་སྒྱུ་འཕྲུལ་གསང་བ་སྙིང་པོའི་དགེ་རྟགས་གཅིག་གི་སྤྱི་དོན་དང་འདི་ཡི་རྣམ་བཤད་དེ་ཚོ་བྲིས་ཏེ་ཁྱེད་རང་ཚོས་སོ་སོས་ཀྱིས་ཉམས་ལེན་བྱེད་ཐུབ་ན་ཡག་པོ་རེད་ག་སྲིད་མ་ཐུབ་ན་ཡང་བརྒྱུད་པ་འདི་ཁྱེད་ལ་ཉེ་བ་རེད་ཤག་ལྐོག་མ་ལ་སོགས་སླེབས་བསྡད་པ་འདྲ་པོ་ཅིག་རེད་ཤག་དེ་འདྲ་དེ་འདྲ་ཅིག་གི་དུས་སྐབས་སླེབས་ཡོང་དུས་ད་ལྟའི་སོ་སོས་ཀྱིས་ལས་རུང་གི་བསྙེན་པ་ཅིག་བཏང་བྱུང་ན་བསྙེན་སྒྲུབ་ཡན་ལག་བཞི་གི་ཉམས་ལེན་སྔོན་དུ་འགྲོ་དལ་དར་མ་ནུས་ན་ཡང། ལས་རུང་གི་བསྙེན་པ་གཅིག་བཏང་བྱས་ནས་གཞན་ལ་འཆད་སྤེལ་བྱེད་ཐུབ་ན། སྤྱིར་རྒྱ་བོད་བསྟན་པ་བྱེ་བྲག་ཏུ་བཟང་ཞིང་སྔ་འགྱུར་བསྟན་པ་ལ་ཡང་བྱས་རྗེས་ཆེན་པོ་དང་ཕན་ཐོགས་ཆེན་པོ་རེད་ཟེར་བཀའ་མང་པོ་གནང་བ་རེད། བཀའ་གནང་ས་གཙོ་བོ་ང་མ་རེད། གར་ས་དེ་དུས་མང་ཆེ་བ་དེ་གསང་སྔགས་རྙིང་མ་བའི་བླ་སྤྲུལ་མང་པོ་ཡོད་རེད་དེ་ཚོ་ལ་གསུང་བ་རེད་དེའི་ཞོར་ལ་ང་ཡང། དེ་ཡིས་གསུང་ཆོས་ཞུ་རྒྱུའི་སྐོར་གོ་སྐབས་བྱུང་བ་རེད། དེ་འདྲ་ཞིག་བསམ་བློ་བཏང་ཡོད་འདུག་ད་འདས་པའི་གི་ལོ་ཁ་ཤས་ཅིག་གི་རིང་ལ། ང་ཆོས་བརྒྱུད་སྐམ་ཚང་ཞིག་རེད། སྐར་མ་སྐམ་ཚང་གི་རྗེས་འཇུག་ཞིག་རེད་ད་དེ་ཚོ་གསལ་པོ་རེད། སྐམ་ཚང་གི་རྗེས་འཇུག་ཅིག་ཡིན་པའི་ཆ་ནས་སྐམ་ཚང་གི་ཆོས་བརྒྱུད་ཀྱི་ནང་ལ། ད། ཐུན་མོང་མ་ཡིན་པའི་རང་རང་སོ་སོའི་གི་ཆོས་ཀྱི་སྐལ་པ། དབང་ལུང་མན་ངག་མང་པོ་ཅི་ཡོད་རེད་དེ་སུ་ཡང་བྱབ་རྗེ་བྱང་སེ་རྡོ་རྗེ་འཆང་ཆེན་པོ་མཆོག་གི་སྐུ་མདུན་དང་ད་ག་ནང་བཞིན་གྱི་རྟག་ཅིག་འོག་པར་རྒྱལ་བའི་དབང་པོ་ཀརྨ་པ་རང་བྱུང་ཆ་ལྟར་རིག་པའི་རྡོ་རྗེ་མཆོག་གི་སྐུ་མདུན་དང་དེ་དང་དེ་བཞིན་དུ། ལྟས་ན། བྱམས་ཆེན་རྡོ་རྗེ་འཆང། དེ་ནས་སྐྱབས་རྗེ་སྐལ་ལྡན་རྟ་ཡི་སི་ཏུ་རིན་པོ་ཆེ་མཆོག་དང། དེ་དང་དེ་བཞིན་དུ་རི་བ་ས་སྐྱའི་རིན་པོ་ཆེ་ལ་སོགས་པ་ཀམ་སངས་ཀྱི་བླ་མ་མང་པོ་ཅིག་གི་མདུན་ནས་ཞུས་ཞུ་རྒྱུ་བྱུང། དེ་ཞུས་ནས་ད་མ་ལུགས་ཀྱི་རྒྱུད་སྡེ། རྡོ་རྗེ་ཕག་མོ་འཁོར་ལོ་བདེ་མཆོག། མ་ཧཱ་མ་ཡ་རྗེ་དཔའ་རྡོ་རྗེ་གསང་བ་འདུས་པ། སྒྱུ་འཕྲུལ་ལ་སོགས་པ་དག། མང་པོ་ཅིག་ང་ཚོ་ཐབས་ལམ་ནང་རུ་ཆོས་དྲུག་དང་གྲོགས་ལམ་ཆ་ཆ་ཆེན་པོ་ཉམས་ལེན་བྱས་ནས་ལོ་གསུམ་ཕྱོགས་གསུམ་གྱི་ཉམས་ལེན་བྱས་ཡོང་དུས་དེ་ཚོ་མེད་དུ་མི་རུང་བ་ཅིག་ཆགས་བསྡད་ཀྱི་འདུག་ཟེར་བསམ་བྱས་ནས་གཞན་གྱི་རྒྱུད་སྐུལ་གཅིག་པུ་ལ་རག་མ་ལས་པ་རང་གི་ཡང་ཅིག་གི་དཔྱད་པ་མང་པོ་ཅིག་བྱས་པའི་གི་རྒྱལ་ལ་ད་ཏིན་འདོན་ན་ཡག་པོ་འདུག་ང་རང་ཚོ་ཞིག་ད་ཐད་ཀར་བཤད་པ་ངས་སྐད་ཆ་དེ་ཚོ་ཚང་མ་ཐད་ཀར་མ་གཏོགས་བསྐོར་ནས་ཞུ་བཞིན་གྱི་མེད་སྐད་ཆ་སྙན་པོ་ཞུ་བཞིན་གྱི་མེད། སྐད་ཆ་ཀོ་ཅོག་ཀློག་ནས་ཞུ་ཤེས་ཀྱི་མེད་ད་ག་རེ་དྲན་པ་དེ་ཐད་ཀར་ཞུ་ཡ་ཅི་ཡོད་དེ་ཡག་པོ་ཡིན་དང་སྡུག་པོ་ཡིན་ངས་ཞུ་ཚོད་ཐིག་གི་མི་འདུག་དེ་གང་འདྲ་ཡང་ད་ང་རང་གཤིས་ཀ་དེ་འདྲ་ཅིག་ཡིན་དེ་འདྲ་ཡིན་དུ་ཀམ་ཚང་གི་ནང་ལོག་ལ་ཡ། ང་རང་ཚོ་ཀམ་ཚང་གི་ཆོས་རྒྱུད་ཀྱི་ནང་ལ་དགོན་སྡེ་ནང་ལ་དབང་ལུང་སྒོ་བསམ་མཁན་ཕ་ཆེ་ཡོག་མ་རེད། དབང་བསམ་མཁན་དེ་དོ་སྣང་ཡོག་མ་རེད། ལུང་ལ་ཡང་དོ་སྣང་ཡོག་མ་རེད། ཁྲིད་ལ་ཡང་དོ་སྣང་ཡོད་མ་རེད། དེ་འདྲ་ཡིན་དུས་ད་མ་ལུས་ཀྱི་རྒྱུད་སྡེ་ཐམས་ཅད་ཀྱི་ཕ་ཕྱིའི་ཁྲིད་དེ་ཚོ་ཆད་ལ་ཁ་ཆགས་དེ་ཡོད་རེད། ད་ལོ་གསུམ་ཕྱོགས་གསུམ་གྱི་ནང་ལ་ཡ་གཅིག། ཆོས་དྲུག་གི་ཁྲིད་ཡིག་ཙམ་ཞིག་དང། དཔལ་ལྡན་རྡོ་རྗེ་ཕག་མོ་དང། ད་འཁོར་ལོ་བདེ་མཆོག་ཙམ་ཞིག་གིས་དེ་ཡང་གཅིག་བཤད་བཤད་པ་དེ་ཡ་གཅིག་གིས་ཆད་ལ་མ་ཆད་ལ་ཅིག་མགོ་ཚང་ལ་མ་ཚང་ལ་ཅིག་ད། བཤད་བསྡད་ཀྱི་ཡོད་རེད་མ་གཏོགས་མ་ལུས་ཀྱི་རྒྱུད་སྡེ་ཟབ་པ་དང་ཕྲ་བའི་ཐོག་ནས་གཤིས་རྒྱུན་འདི་ད་ཕ་ཆད་ཕ་ཆད་བྱེད་རོགས་བྱེད་ཀྱི་ཡོད་པ་རེད། དེ་ག་རེད་ཟེར་ན་རྩ་བ་དེ། ཀམ་སངས་ཀྱི་ཆོས་བརྒྱུད་ལ་ཡང་ཞུགས་དེ་ངན་གྱི་བླ་མ་ཡིན་ན་ཡང་འདྲ་གྲྭ་པ་ཡིན་ན་ཡང་འདྲ་སུ་ཡིན་ན་ཡང་ཅིག་དེ་ཙམ་ཞིག་གི་མོས་པ་མེད་དེ་ངན་ད་དྲང་པོ་ཞུས་པ་ཡིན། དེ་ནང་ཉིན་དེ་པ་འདོན་ཡོང་དུས་ཡང་ཀམ་སངས་ཀྱི་མི་ཡོག་མ་རེད་སྐབས་དེ་དུས་ངའི་གདམ་ང་ཚོའི་སྟོན་པ་རེད་བཀའ་རྒྱུད་ང་ཚོའི་ཡང་སྟོན་པ་རེད་དེ་དང་དེ་བཞིན་དུ་ང་ཚོ་ཀམ་སངས་ཀྱི་ད་ཅིག་རྒྱུན་ལྡན་གྱི་ཆོ་ག་ཆོས་བརྒྱུད་མང་པོ་ཅིག་གི་ངའི་དབང་ལུང་སྟོན་པ་རེད་དེ་དུས་ཀམ་སངས་གྲྭ་པ་ཕ་ཤེལ་ཡོག་མ་རེད་མང་ཆེ་བ་དེ་རྙིང་མ་རེད། ས་ཆ་རེད། འོ་དེ་འདྲ་ཅིག་གི་མ་གཏོགས་ཕ་ཆེར་ཡོག་མ་རེད། ད་དེ་འདྲ་ཡིན་དུས་ཅིག་གི་འདས་པའི་གི་ལོ་རྒྱུས་ནང་ལ་ལྕགས་ཀྱི་ཆེན་སྲས་རྡོ་རྗེ་འཆང་ཆེན་པོ་མཆོག་གི་བཀའ་དེ་སྙིང་ལ་བཞག་སོ་སོ་ཅིག་གི་ལི་རོང་གི་བསྙེན་པ་ཅིག་བཏང་བ་རེད། རྒྱ་ཆེན་བཀའ་མཛོད་ཡིན་ན་ཡང་འདྲ་གདམས་ངག་མཛོད་ཡིན་ན་དེ་ག་ཚོད་མང་འདོན་བཞག་པ་ད་ལྕགས་ཀྱི་ཆེན་སྲས་རྡོ་རྗེ་འཆང་ཆེན་པོ་མཆོག་དང་རྒྱ་ཆོས་ཆབ་དང་རང་བྱུང་རིག་པའི་རྡོ་རྗེ་ལ་སོགས་པ་དེ་འདྲ་གི་ད་ཅིག་དངོས་གནས་དྲང་གནས་ཀྱི་ཅིག་རྟོགས་པ་མཐར་མཚོན་པའི་གདངས་མཆོག་གི་གྲུབ་པའི་དབང་པོ་ལ་གོ་བ་ངེས་ཏེ་ངེས་གསང་གཅིག་དངོས་སུ་གྱུར་བསྡད་པ་དེ་སུ་ཁྲེལ་ཏེ་ཡིན་ན་ནི་ད་ནི་སུ་ལ་བ་རེད་མ་གཏོགས་གཞན་པ་ཅན་ཡིན་ན་ང་ཚོའི་མ་དབང་བསྐུར་ཟེར་བའི་སྐབས་སུ་ལ་ཡག་ཅིག་དེ་རི་ཁ་ཚང་འདུས་ཚོད་ལ་ཡག་ཅིག་གི་མིང་སྙན་གྲགས་ཅིག་དང་དཔལ་འབྱོར་ལོངས་སྤྱོད་ཀྱི་ཅིག་ཡག་བསྡུ་འགོད་བྱེད་ཡག་འདྲ་པོ་ཅིག་དང་སོ་སོ་ལ་ཡག་སྙན་གྲགས་ཅིག་ཐོབ་ཨེ་ཡོང་བསམ་པ་འདྲ་པོ་མི་མང་པོ་ཞིག་འདུག་སློབ་མ་མང་པོ་ཞིག་འདུག་འཁོར་ལོ་མང་པོ་ཅིག་འཛོམས་ཤག་ཟེར་ཡག་གི་མིང་ཅིག་ལ་ཡག་བསམ་བློ་བཏང་པ་མ་གཏོགས་དེ་ལ་བསམ་བློ་བཏང་ནས་དབང་བསྐུར་ཡོང་དུས། ཆོས་ལོག་པར་སྤྱོད་པ་རེད། དེ་འདྲ་ཡིན་དུས་བསྟན་པ་ལ་ཡང་ཕན་གྱི་མ་རེད། བསྟན་པ་བརྒྱུད་པ་དང་སྐྱེས་པ་ཐམས་ཅད་ལ་ཡང་ཕན་གྱི་མ་རེད་བླ་མའི་ཐུགས་དགོངས་རྫོགས་གི་མ་རེད་སེམས་ཅན་གྱི་རེ་བ་སྐོང་ཐུབ་ཡང་ཁག་པོ་རེད། དེ་འདྲའི་ཅིག་གིས་ད་ནི་གཟུངས་འགག་ཆེན་པོ་ཅིག་ལ་ཐུག་དེ་ཡོད་དུས།

ལྟ་དེ་ཐབས་ཟད་འུ་ཐུག་གི་སྐད་ཆ་འདྲ་བོ་ཅིག་རེད་དང་རེད་དེ་ཡིན་ན་ཡང་ཅིག་སྐྱབས་རྗེ་མཁྱེན་བརྩེ་རྡོ་རྗེ་འཆང་ཆེན་པོ་མཆོག་གིས་མ་འོངས་པ་ལ་དེ་འདྲ་ཅིག་བརྒྱུད་སྤེལ་འཆད་སྤེལ་མ་བྱས་པ་བྱེད་ཞོར་ཅེས་ནས་བཀའ་གནང་པ་དེ་ལྟར་ཅིག་བླ་མའི་ཐུགས་དགོངས་རྫོགས་ཡར་བཤད་དུ་ལ་བསྐུར་བ་མ་གཏོགས་ང་རང་ཅིག་གིས་དཔལ་འབྱོར་ལོངས་སྤྱོད་འདུ་འགོད་བྱེད་ཡག་དང་ང་ཚོ་བན་ཆེན་དགོན་པའི་གིས་དཔལ་འབྱོར་ལོངས་སྤྱོད་འདུ་འགོད་བྱེད་ཡག་གི་ཆེད་དུ་ལ་ཀུན་སློང་རྩ་བ་ནས་མེད། བླ་མ་ཐམས་ཅད་གཟིགས་གཟིགས་པ་རེད་མཁྱེན་པའི་བདག་ཉིད་ཅན་རེད། མཁྱེན་པའི་བདག་ཉིད་ཅན་གྱི་ཀུན་སློང་དང་བསམ་པ་ག་རེ་ཡོད་པ་དེ་མཁྱེན་གྱི་རེད་མ་གཏོགས། ལྐོག་གྱུར་མ་རེད་དངོས་གྱུར་གྱི་ཐུགས་རེ་དེ་ཡོད་རེད། དེ་དེ་འདྲ་རེད་དེ་ཡིན་དུས་ད་ཅིག་གཞན་ལ་ཕན་ནའང་བསམ་པའི་བསམ་བློའི་འདུ་ཤེས་ཀྱིས་སྔོན་དུ་ཕྱིན་པ་རེད། ང་རང་འདྲ་བོ་ཆ་ཆ་ན་ད་ལྟ་ལོ་འདིའི་སྙིང་ཐིག་ཡག་ཤོས་ལ་ཡང་སློབ་སྦྱོང་བྱས་མྱོང་མཁན་ཅིག་ཡང་མིན། སྙིང་ཐིག་ཡག་ཤེས་ཀྱི་ཐོག་ལ་ཡང་ལོ་རྒྱུས་ཀྱི་ཞིབ་འཇུག་བྱེད་མཁན་ཅིག་ཡང་མིན། སྙིང་ཐིག་ཡག་ཤེས་ཀྱིས་ལ་གནོད་བྱེད་མཁན་ད་ག་ནང་བཞིན་གྱི་བླ་མ་བརྒྱུད་པ་དང་བཅས་པ་ཐམས་ཅད་ཀྱི་འགྲོ་སྟངས་ག་འདྲ་རེད་ཤ་ཟེར་ནས་ཞིབ་འཇུག་བྱས་མ་མྱོང། ཀམ་སང་རང་གི་ཐུན་མོང་མ་ཡིན་པའི་གི་མན་ངག་གི་ལྟ་རིམ་པ་ཐམས་ཅད་ཐད་ལ་ཡང་སློབ་སྦྱོང་འདྲ་ཞིག་བྱས་བསྡད་པ་རེད་དེ་ཡིན་ན་ཡང་ལྟ་ཅིག་གི་སོ་སོའི་ཅིག་གི་འབྲེལ་པ་ཡོད་བསྡད་པ་མང་པོ་ཅིག་གིས་ལྟ་སྙིང་ཐིག་ཡག་ཤེས་ཞིག་འདོན་ན་ཡག་པོ་འདུག་དེ་རིགས་ཁ་ཚང་དབང་མ་འདུག་ལུང་དེ་ཕ་ཆེར་གསུང་གི་མི་འདུག་དེ་འདྲ་བྱས་དུས་ཆོས་ཅིག་སྤེལ་ཐུབ་ན་ཅིག་གི། སྤྱིར་སྔ་འགྱུར་བ། དེ་ནས་དེའི་ནང་ནས་ཀྱང་ད། སྤྱིར་ད་ནང་པ་སངས་རྒྱས་པ་ཡོད་དོ་རེད་དེའི་ནང་ནས་སྔ་འགྱུར་བ་ལ་ད་ཕན་ཐོགས་ཆེན་པོ་ཡོང་ས་རེད་ཟེར་ནས་ང་རང་སྙིང་མེད་ཅིག་གིས་བླ་སྤྲུལ་མཁན་པོ་ཅིག་གི་འགྲེལ་པ་ཡོད་བསྡད་པ་ཁ་ཤས་ཅིག་གི་བརྒྱུད་སྐུར་བྱུང་སོང་དེའི་ད་རྐྱེན་བྱས་ནས་ཐུགས་སྲས་ད་རིང་མང་བུ་བཅུག་གི་གོ་སྐབས་དེ་བྱུང་བ་རེད།